མ་ཡེངས་པར་བཞག་པ་དེ་ལ་རང་བཞིན་ཡོད་མིན་ཟེར་བ། འོ་དེ་ལྟ་བུའི་བསྐྱེད་རིམ་གྱི་ཡན་ལག་ལྔ་ཡི་སྒོ་ནས་ཉེ་བར་མཚོན་པ། དེ་འདྲའི་གིས་རང་ཉིད་ཡི་དམ་རྡོ་རྗེ་ཕག་མོ་གི་སྐུ་དུ་དྲག་ལམ་གྱིས་གང་དག་དེ་ལྟར་སར་བཏབ། དེ་ནས་རང་ཉིད་ཡི་དམ་རྡོ་རྗེ་ཕག་མོ་དེ་ལྟར་སར་བཏབ་པའི་ཡར་སྤྱི་བོར་ཁྲུ་གང་ཙམ་ཞིག་གི་སྟེང་དུ་དེ་མི་དགོས་འདོད་ཐམས་ཅད་ཀྱང་ཡིད་བཞིན་དུ་སྐོང་བར་མཚོན། མཚོན་བྱེད་ཀྱི་འཛམ་བུ་ཆུ་འོག་གི་གསེར་ལ་ཨིནྡྲ་ནཱི་ལ་ལ་སོགས་བར་མགོ་བྱས་རྣམ་པ་སྣ་ཚོགས་ཀྱི་ཁྲ་བཏབ་པའི་རིན་པོ་ཆེ་ཁྲི་ཐོག་ལ་ཡངས་ཤིང་རྒྱ་ཆེ་བ།

འགྱུར་བ་མེད་པའི་བདེ་བ་ཆེན་པོ་སེམས་དཔའི་སྐུ་མདོག་མཐིང་ག། ཀུན་རྫོབ་ཆོས་ཅན་གྱི་འདུས་པའི་ཆོས་ཐམས་ཅད་དོན་དམ་ཆོས་ཉིད་ཀྱི་དབྱིངས་སུ་དག་པར་སེམས་པའི་ཆེད་དུ་ཞལ་གཅིག་གིས་དབྱིངས་འཛུམ་པའི་མདངས་དང་ལྡན་པ། ཁམས་གསུམ་འཁོར་བ་རུ་ཁྱབ་པའི་སེམས་ཅན་ཐམས་ཅད་ལ་དམིགས་པ་མེད་པའི་དབྱིངས་ཀྱི་ཆེན་པོ་ངེས་རང་གཟུགས་ནི་སྤྱན་རས་གཟུངས་ཀྱི་རྩལ་རིན་པོ་ཆེན་གཉིས་ཀྱིས་མཛེས་པ། སྤྱན་རས་གཟུངས་ཟིན་ན་གཟུངས་ཟེར་ཏེ།
མེད་ན་གཟུང་ཟིན་མི་གཉིས་ཟེར་བར་སྤྱན་མི་གཉིས་ཀྱི་རྒྱལ་པོ་ཡོད་པ་དེ་ལ་ཐུགས་རྗེའི་རང་བཞིན་ཅན་ལས་གསུང་གི་རྗེ་ཟེར་བ་ལྟ་བུ། དར་ཀུན་རྫོབ་བདེན་པ་དང་དོན་དམ་བདེན་པ་གཉིས་ཟུང་དུ་འཇུག་པར་མཚོན་པའི་ཀུན་རྫོབ་སྟོན་པ་མཚོན་པའི་ཕྱག་གཡས་རྡོ་རྗེ་དོན་དམ་སྟོན་པ་མཚོན་པའི་ཕྱག་གཡས་དྲིའི་གཡོན་དྲིལ་བུ་དེའོ་དེ་ནི་རྡོ་རྗེ་དང་དྲིལ་བུ་འཛིན་པ། དེ་ནི་སྲིད་པ་དང་ཤི་བའི་མཐའ་གཉིས་ལ་མི་གནས་པར་མཚོན་པའི་ཆེད་དུ་ཞབས་གཉིས་རྡོ་རྗེ་སྐྱིལ་མོ་ཀྲུང་གིས་བཞུགས་པའི་སྐུ་ལུས་ལ་དཀར་པོ་དགེ་བ་གི་ཆོས། ཕ་རོལ་ཏུ་ཕྱིན་པ་དྲུག་དང་བཅུ་ལ་སོགས་པ་མ་ལུས་པ་ཐམས་ཅད་ཀྱང་ཡོངས་སུ་རྫོགས་པར་མཚོན་པའི་ཆེད་དུ་དབུ་སྐྲ་རལ་པའི་ཐོར་ཚུགས། ཡེ་ཤེས་ལྔ་ཡི་རང་བཞིན་མཚོན་པའི་ཆེད་དུ་རྒྱལ་བ་རིགས་ལྔ་ཡི་དབུ་ལ་ཅོད་པན་གྱི་རྒྱན་གྱིས་བརྒྱན་པ། གཟུགས། སྒྲ། དྲི། རོ། རེག་བྱ་ལ་སོགས་བ་འདོད་པའི་ཡོན་ཏན་ཐམས་ཅད་ཀྱང་མ་སྤངས་པར་ཡེ་ཤེས་ཀྱི་རྒྱན་དུ་རོལ་བས་འཆར་བར་མཚོན་པའི་ཆེད་དུ་རིན་པོ་ཆེའི་རྒྱན་གྱིས་བརྒྱན་པ། དེ་ནས་ཚུལ་ཁྲིམས་ཀྱི་ཕུང་པོ། གནང་བཀག་དང་སྲུང་སྡོམ་ལ་སོགས་པ་ཚུལ་ཁྲིམས། སོགས་པ་ཟག་བཅས་ཀྱི་ཚུལ་ཁྲིམས་ལ་ལྟོས་མ་དགོས་པར་ཟག་མེད་ཀྱི་སྡོམ་པ་ཐུགས་རྒྱུད་ལ་འདྲ་བ་མེད་པར་ཡོད་པར་མཚོན་པའི་ཆེད་དུ་དེ་ནི་དར་གྱི་ན་བཟའ་མཛེས་པར་བརྒྱན་པ། རྣམ་པ་ཀུན་གྱི་མཆོག་དང་ལྡན་པའི་སྟོང་པ་ཉིད་མཚོན་པའི་ཆེད་དུ་དེ་ནི་ཡུམ་རྡོ་རྗེ་ཕག་མོ་གི་སྐུ་ལ་འཁྱུད་ནས་ཡོད་པ། དེ་ཡང་བཅོམ་ལྡན་འདས་རྡོ་རྗེ་འཆང་དེ་ཉིད་ཐབས་བདེ་བ་ཆེན་པོ་མཚོན་བྱེད་ཡུམ་རྡོ་རྗེ་ཕག་མོ་འདི་ཉིད་ཤེས་རབ་སྟོང་པ་ཉིད་མཚོན་བྱེད་དེ། དེ་ལྟ་བུའི་བདེ་བ་དང་སྟོང་པ་དེ་ཉིད་ཡབ་མི་ཕྲལ་བ་ཟུང་དུ་འཇུག་པར་མཚོན་པའི་ཆེད་དུ་ཡབ་ཡུམ་གཉིས་ཏེ་དབྱེར་མེད་ཟུང་འཇུག་གིས་བདེ་སྟོང་ཡེ་ཤེས་ཆེན་མོའི་གུའི་དབྱིངས་སུ་དགྱེས་གཡས་རེ་ཁཱ་ལ་དེ་ནས་བདེ་བ་ལ་རོལ་བཞིན་དུ་དེ་ནས་མཉམ་པར་བཞུགས་པ། ཁམས་གསུམ་འཁོར་བ་དང་ཞི་བ་མྱ་ངན་ལས་འདས་པའི་ཆོས་ཐམས་ཅད་དེ་ནས་ཀུན་ལ། དེ་ནི་བ་མོ་བི་ཉིད་རྗེ་ཆེན་པོ་འི་འགྲོ་དོན་ཕྲིན་ལས་རྒྱ་ཆེན་པོ་ཁྱབ་པར་མཚོན་པའི་ཆེད་དུ་མཐའ་སྐོར་དུ་འོད་ཟེར་གྱི་པ་ཏྲ་རབ་ཏུ་འབར་བ་འི་ཀློང་ན་འོད་ཟེར་གྱི་པ་ཏྲ་དང་ཕྲེང་བ་རབ་ཏུ་འབར་བ་འི་ཀློང་ན་བཞུགས་ནས་ཡོད་པ། དེ་ལྟར་བླ་མ་རྡོ་རྗེ་འཆང་དེ་ཉིད་ཀྱང་དེ་ནི་སུ། གང་ཟག་སུ་འདྲ་ཞིག་ཅི་འདྲ་ཞིག་གི་ཡིན་ན་ཡང་མིག་གིས་མཐོང་བ་ཙམ་གྱིས་མཐོང་གྲོལ། རྣ་བས་ཐོས་པ་ཙམ་གྱིས་ཐོས་གྲོལ། ཡིད་ལ་དྲན་པ་ཙམ་གྱིས་དྲན་གྲོལ་མཐོང་ཐོས་དྲན་རེག་ཐམས་ཅད་ཀྱང་གྲོལ་བའི་གྲོལ་བ་ཆེན་པོའི་རང་བཞིན་དུ་ཞུགས་པའི་ཆོས་ཀྱི་རྗེས་ཟིན་ན་དེ་ནི་ཆོས་ཀྱི་རྗེས་ཟིན་ན་ཆོས་ཀྱི་རྒྱལ་པོ་ཟིན་ན་སྙོམས་པར་མོས་པ་ཟིན་ན་ལྷ་ཡི་བླ་མ་ཟིན་ན་དེ་ནི་དབྱེར་མི་ཕྱེད་པའི་བདག་ཉིད་དེ་རང་གི་བཀའ་དྲིན་འཁོར་བ་མེད་པའི་དྲིན་ཅན་རྩ་བའི་བླ་མ་དེ་ལ་མཚན་འབོད་འདྲ་པོ་བྱས་བཞག་པ་དེ་སོང་ཙང་མཐོང་ཐོས་དྲན་གྲོལ་ཆེན་པོ་ཆོས་ཀྱི་རྗེ་དེ་དེ་ཡི་དེ་བས་བླ་མ་རྡོ་རྗེ་འཆང་དེ་ཉིད་ཀྱིས་དེ་ནས་སྐུའི་དེ་ལ། དེ་ནི། སངས་རྒྱས་ཆོས་དགེ་འདུན་ལ་སོགས་པའི་དཀོན་མཆོག་གསུམ་ཅི་ལྟར་ན། སངས་རྒྱས་དཀོན་མཆོག་ཆོས་དཀོན་མཆོག་དགེ་འདུན་དཀོན་མཆོག་གི་དཀོན་མཆོག་གསུམ། ནང་ལྟར་ན། བྱིན་རླབས་ཀྱི་རྩ་བ་བླ་མ། དངོས་གྲུབ་ཀྱི་རྩ་བ་ཡི་དམ་ཕྲིན་ལས་ཀྱི་རྩ་བ་མཁའ་འགྲོ་ཆོས་སྐྱོང་གི་རྩ་བ་གསུམ། གསང་བ་ལྟར་ན། ཆོས་སྐུ་ལོངས་སྐུ་སྤྲུལ་སྐུ་སྐུ་གསུམ། འོ་དེ་ལྟ་བུའི་དུས་ནི་གཞན་ཡང་སྐྱབས་གནས་རྒྱལ་བ་རྒྱ་མཚོའི་ཚོགས་དང་བཅས་པ་ཐམས་ཅད་མ་ལུས་པ་གཅིག་ཏུ་འདུས་པའི་རང་བཞིན་ཡིན་པ། འོ། དེ་ལྟར་ཡིན་པ་གཅིག་ལ་དེ་ནས་བླ་མ་ཡི་དམ་ལ་སོགས་པ་དེ་ཚོ་ཐམས་ཅད་ཀྱང་རྩ་བའི་བླ་མའི་རྣམ་པ་ཡི་ཕར་ལྟུང་བཤགས་པ་མ་གཏོགས། གཞན་གྱི་རྩ་བའི་བླ་མ་ཡི་དམ་དང། མཁའ་འགྲོ་ཆོས་སྐྱོང་ལ་སོགས་པ་རྣམས་ཀྱི་རྩ་བའི་བླ་མ་སུས་བསྐྲུན་ཏེ་བཤགས་པ་མ་ཡིན་པའི་སངས་རྒྱས་ཐམས་ཅད་ཀྱི་སྤྱི་གཞིའམ། རྩ་བ་ལྟ་བུ་དེ་རང་གི་རྩ་བའི་བླ་མ་དེ་ལ་ཐུག་པ་ཡིན་པས་ན། བླ་མ་ཡི་དམ་དཔའ་མོའི་རྣམ་རོལ་གྱི་རྩ་བའི་བླ་མའི་ཡེ་ཤེས་སྒྱུ་མ་དེ། གང་དུ་རྣམ་བྱ་ཅི་ཡོད་གཙུག་ཏུ་ཤར་སེ་གང་ལ་གང་འདུག་དེ་ལ་དེ་དུས་ཀྱི་རྣམ་བྱ་དེ་རང་གི་དྲིན་ཅན་རྩ་བའི་བླ་མ་དེ་ཡིས་རང་གི་ཅི་ཡོད་གཙུག་ཏུ་ནི་རང་བསྡུར་བའི་དོན་དུ་སྨོས་སུ་དེ་ནི་ཁྲག་ཕུང་ལྔའི་ཁ་ལ་ཞུགས་ནས་ཡོད་པ་ནི་ཅི་ཡོད་གཙུག་ཏུ་ཤར་སེའི་བླ་མ་དེ་ཉིད་ཀྱིས་དབུ་ཡི་གཙུག་ནས་ཡར་རྡོ་རྗེ་འཆང་ན་ཐུག་གི་བར་དུ་བཀའ་བརྒྱུད་རིན་པོ་ཆེ་གསེར་གྱི་ཕྲེང་བ་ལྟ་བུའི་བརྒྱུད་པའི་བླ་མ་དེ་ཚོ་ཐམས་ཅད་ཀྱང། བླ་མ་འོག་མ་འོག་མ་གི་དབུས་ལ་བླ་མ་གོང་མ་གོང་མ་གི་ཞབས་མ་རེག་པ་ཡི་བར་དུ་ཐོ་བརྩེགས་ཀྱི་ཚུལ་དུ་བཞུགས་ནས་ཡོད་པ་ནི་དེ་ནི་རང་གི་སྤྱི་བའི་གཙུག་ཏུ། དྲིན་ཅན་རྩ་བའི་བླ་མ། དྲིན་ཅན་རྩ་བའི་བླ་མ་དེ་ཉིད་ཀྱི་དབུ་ཡི་གཙུག་ཏུ་སྐྱབས་རྗེ་རིན་པོ་ཆེ། ངག་དབང་པད་མ་ཆོས་ཀྱི་རྒྱལ་པོ་དེ་ཡི་དབུ་ཡི་གཙུག་ཏུ་གྲུབ་དབང་གཤེན་རྗེ་ཤྲཱི་རི། དེ་ཡི་དབུ་ཡི་གཙུག་ཏུ། མདོ་གསུམ་བསྟན་པའི་ཉི་མ། དེ་ཡི་དབུ་ཡི་གཙུག་ཏུ། མི་སྒོམ་ཡེ་ཤེས་སྣང་བ། དེ་ཡི་དབུ་ཡི་གཙུག་ཏུ། ཐུགས་རྗེའི་ཆོས་ཀྱི་སྙིང་རྗེ། དེ་ཡི་དབུ་ཡི་གཙུག་ཏུ། ངེས་དོན་བསྟན་པའི་སྙིང་རྗེ། དེ་ཡི་དབུ་ཡི་གཙུག་ཏུ། མི་ཕམ་བསྟན་པའི་སྙིང་རྗེ། དེ་ཡི་དབུ་གཙུག་ཏུ། ཁྱབ་བདག་ཡེ་ཤེས་གྲུབ་པ། དེ་ཡི་དབུ་གཙུག་ཏུ། རྒྱལ་དབང་ཆོས་ཀྱི་སྣང་བ། དེ་ཡི་དབུ་གཙུག་ཏུ། ཡོངས་འཛིན་འཇམ་དཔལ་དཔའ་བོ། དེ་ཡི་དབུ་གཙུག་ཏུ། ལྷན་སྐྱེས་བདེ་ཆེན་རྡོ་རྗེ། དེ་ཡི་དབུ་གཙུག་ཏུ། རྗེ་བཙུན་ཐུགས་ཀྱི་རྡོ་རྗེ། དེ་ཡི་དབུ་གཙུག་ཏུ།

དེ་ནི་རྒྱུད་པ་ཐམས་ཅད་ཀྱི་ཕུང་པོ་མན་ངག་ཐམས་ཅད་ཀྱི་རྒྱུན་ཀུན་དུ་མི་འགལ་བ་རྡོ་རྗེ་འཆང་ཡབ་དང་ཡུམ་ཟུང་འཇུག་གི་རང་བཞིན་དུ་བཞུགས་ནས་ཡོད་པའོ་དེ་ལྟ་བུ་དེ་ནི་ཡར་ཐེག་དགེ་ཚུལ་དུ་ཡང་གསར་བཏབ་འོ་དེ་ནི་དེའི་མཐའ་བར་དུ་གནས་མལ་དྭགས་པོ་བཀའ་བརྒྱུད་ཀྱི་བླ་མ་ཐམས་ཅད་དང་དེ་ནི་ཁྱད་པར་དུ་ཡང་སྔར་རྒྱ་གར་འཕགས་པའི་ཡུལ་དུ་བྱོན་པའི་འཛམ་གླིང་མཛེས་པར་བྱེད་པའི་སྟོན་པ་རྒྱན་དྲུག་ཏུ་ཚོགས་གཉིས་སྔགས་རྡོ་རྗེ་ཐེག་པའི་སྒོ་རུ་བཞུགས་པ་ལ། བོད་མིའི་རྒྱ་གར་གྱི་གྲུབ་ཆེན་བརྒྱད་ཅུ་ལ་སོགས་པ་དང་ཕྱིས་སུ་བོད་གངས་ཅན་གྱི་རྫོང་དུ་བྱོན་པའི་བོད་མི་དཔའ་གསར་རྙིང་གི་གྲུབ་མཐའ་རིས་སུ་མ་ཆད་པའི་བླ་མ། དགེ་བའི་བཤེས་གཉེན་མཁས་པ་དང་གྲུབ་པ་སྔར་བྱོན་དང་ཕྱིས་བྱོན་དག་ཤུལ་ལ་སོགས་པ་ག་ཚོད་ཡོད་པ་དེ་ཚོ་ཐམས་ཅད་ཀྱི་གཅིག་དང་གཉིས་ཙམ་ཞིག་ཀྱང་མ་ཚང་བ་མེད་པ་ལྟ་བུ་དེའི་མཐའ་ལ་ཐམས་ཅད་མཐའ་ཐམས་ཅད་ཁྱེད་ཀྱིས་བཀོད་ནས་ཡོད་པ་ཁྲ་ཕུག་མའི་འོད་ཟེར་རེ་ག་ལ་བཞུགས་ནས་ཡོད་པའོ་དེ་ལྟ་བུ་ལེགས་པར་ཞིག་ཏུ་བསྒོམ། ད་དེ་ལྟར་ལེགས་པར། ཚུལ་ཞིག་ཏུ་བསྒོམས་ནས་དེ་ཉིད་ཀྱི་དཔེའི་བླ་མ་དེ་ཚོ་ཐམས་ཅད་ཀྱང། སྐུ་མདོག་དང་ཕྱག་མཚན་རྒྱན་དང་ཆ་ལུགས་ལ་སོགས་པ་དེ་ཚོ་ཐམས་ཅད་ཀྱང་དེ་ཉིད་ཁོ་རང་མ་འདྲེས་པ་སོ་སོར་ཕྲ་ས་ལས་ཨ་ལ་ས་ལ་འདེབས་དགོས་པ་ཡིན་པས་དེ་ཚོ་ཡང་དག་བག་ཕྱིར་རོབ་ཙམ་འདྲ་བོ་བྱས་པ་ཡིན་ན་དེ་ནི་ཡར་རྒྱུད་དཔེའི་རྡོ་རྗེ་འཆང་ནི་ཡོངས་གྲགས་དེ་ནི་ལོངས་སྤྱོད་རྫོགས་པའི་རྒྱན་ཆ་བཅུ་གསུམ་གྱིས་སྤྲས་པ་དེ་ནི་ཡབ་ཡུམ་ཟུང་འཇུག་གི་སྐུ་རུ་བཞུགས་ནས་ཡོད་པ་དེའི་འོག་ཏུ་རྣམ་དཔྱོད་ཀྱི་དབང་ཕྱུག་ཆེན་པོ་ཏི་ལོ་པ་ནི། ནཱ་རོ་ཕྱག་ཏུ་བསྣམས་པ་རྣལ་འབྱོར་སྤྱོད་པ་བའི་ཚུལ། དེའི་འོག་ཏུ་ཆོ་འཕོ་ནཱ་རོ་བཏབ་པ་ནི་རྣལ་འབྱོར་སྤྱོད་པ་བའི་ཚུལ། མི་ལྤགས་ཀྱིས་ལྤགས་པ་གཉིས་ཏེ་ཕར་གཉིས་ལྤགས་ཤར་རློན་པ་གཉིས་ལྤགས་པ་རློན་པ་གཉིས་ཏེ་ལག་པ་གཉིས་ནས་བཟུང་ནས་བར་དུ་ཚིགས་པར་བསྒོ་བ། དེ་ཡི་བཅོམ་ལྡན་འཁོར་ལོ་སྡོམ་པ་གྱི་གླང་པོ་ཆེ་འབར་བ་རློན་པ་གདེངས་ནས་འཛིན་པ་ནོ་ཞིང་བསྒོ་བ་རློན་པ་ཕྱག་གིས་བརྒྱངས་ཤིང་ཕྱག་གིས་བརྒྱངས་པའམ། ཡང་ན་ཕྱག་རྡོ་རྗེ་དང་དྲིལ་བུ་བཟུང་བ་ལྟ་བུ་གང་བྲིས། དེའི་འོག་ཏུ་དེ་ནས་མར་པ་ཆོས་ཀྱི་བློ་གྲོས་དེ་ཉིད་ཤ་མཉམ་རྒྱས་པ་སྐུ་གཟི་བརྗིད་དང་ལྡན་པ་སྤྱན་གཟི་ལུས་ཡངས་ཤིང་ཆེ་བ་དབུ་སྐྲ་ལི་ཧྲོག་ཅན་རྣ་ལྗང། བོད་ཀྱི་སྔགས་པ་ལི་ཆ་ལུ་ཆམ་རྩེ་དཀར་པོ་ནི་ཆུ་བ་དཀར་པོ་ཞེས་པ་ཤ་མཉམ་རྒྱས་པ་དེའི་འོག་ཏུ་རྣལ་འབྱོར་གྱི་དབང་ཕྱུག་རྗེ་བཙུན་མི་ལ་རས་པ་དེ་ཉིད། མི་རལ་པའི་ཆ་བྱད་ཕྱག་གཡས་ས་བསྣོལ་དང་གཡོན་གདན་ལ་བརྟེན་པའམ། ཐོད་པ་བདུད་རྩིས་གང་བ་འཛིན་པ་ལྟ་བུ་གང་རིགས། དེ་ནས་དེའི་འོག་ཏུ་མཉམ་མེད་དྭགས་པོ་ལྷ་རྗེ་བསྟན་གཉིས་དགེ་སློང་གི་ཆས། ཕྱག་གཉིས་མཉམ་གཞག་གི་སྟེང་དུ་ཡིད་བཞིན་གྱི་ནོར་བུ་རིན་པོ་ཆེ་ལྟ་བུ་བསྣམས་ནས་དབུ་ལ།

ཕྱག་གཉིས་ས་སྨད་དང་མཉམ་བཞག་ཟིན་རྗེས་ད་ལྟ་ང་ལ་རྒྱ་གར་ནས་གྲོས་ཚོགས་འཛིན་བྱེད་རེ་བའི་སྐུ་པར་ཅིག་སླེབས་ནས་ཡོད་དེ་ལ་གཟི་བརྗིད་ཆེན་པོ་དང་རྣ་བའི་རྒྱ་རུ་དང་ལྡན་ལ། འོ་དེ་ལྟ་བུའི་གྲོས་ཚོགས་འཛིན་བྱེད་རེ་བ་སྐུ་ཕྱྭ་རྒྱལ་ཞིང་སྲིད་ཀྱིན་ཆེ་བ། ཕྱག་གཉིས་ས་སྨད་དང་ཐོད་པ་འཛིན་པ། རས་དཀར་གྱི་ན་བཟའ་ཅན། ཆོས་བརྒྱུད་ཀྱི་འགྲོ་བའི་མགོན་པོ་གཙང་པ་རྒྱ་རས་པ་དགེ་སློང་གི་ཆས་ཡིན་པ་ལ་དབུ་ལ་བསྒོམ་བྱ་ཞེས་པ། བླ་མ་ཞང་གི་མིས་བྱ།

པ་ཡི་དམིགས་པ་འདྲ་བ་དེ་བསྒོམ་བྱ་ཟེར་བ་དེ་ཡིན་པ་འདུག་དེར་སོང་དང་འགྲོ་མགོན་གཙང་པ་རྒྱ་རའི་དགེ་སློང་མི་ཆེ་ལ་བསྒོམ་བྱ་ཞེས་པ། སྤྱན་ཧུར་བག་བྱ་བ་དེ་སྤྱན་བསྐོར། རྒྱ་རའི་མིག་སྤོ་བྱེད་ཚེ་མིག་ཡང་ཆེས་བཟང་ངེས་པའི་དོན་ལྟ་སྟངས་དེ་ཡང་ཧུར་བའི་ཡོ་བ་རབ་ཡོད་པར་སོང་དང་སྤྱན་ཧུར་བག་བྱ་ཞིང་ལྟ་སྟངས་སྤྱན་བཟང་སྤྱན་དབེན་སྤྱན་རལ་བ་དགེ་སློང་གི་ཆས་ཡིན་པ་ལ་དབུ་ལ་བསྒོམ་བྱ་བསྣམས་པ། དེ་མེ་ཕག་སྤྱན་དགེ་སློང་གི་ཆས་ཤ་དག་ཡིན་པ་དང་ཀུན་མཁྱེན་པདྨ་དཀར་པོ་ནི་དགེ་སློང་གི་ཆས་ཡིན་པ་ལ་བསྒོམ་བྱ་ཞེས་པ་ཡིན་ནའང་འདྲ། ཡང་ན་དཔལ་ཞྭ་གནས་རིང་ཟེར་མི་ནི་ཞྭ་མོ་ཙོང་ཙོང་རྒྱ་གར་གྱི་དཔལ་འདི་དག་ཡི་ཞྭ་མོ་གནས་རིང་བོ་ཡོད་པ་ཞེས་པ་ལྟ་བུ་གང་རིགས། དེ་ནི་ཕྱག་མཆོད་ཆས་ཀྱི་ཕྱག་ཆ་མཛད་པ། ངག་དབང་བཟང་པོ་དང་སེམས་དཔའ་རིམ་པ་གཉིས་ཀ་སྐུ་བགྲེས་ཉམས་དང་ལྡན་པ། དགེ་སློང་གི་ཆས་ལ་སྒོམ་རྟགས་གསོལ་བ། རྒྱལ་བ་དཔག་བསམ་དབང་པོ་ནི་པདྨ་དཀར་པོ་ནང་བཞིན་གཞན་རི་རང་རིགས་རས་པ་ནི་རྗེ་བདུན་མི་ལ་རས་པ་ལྟ་བུ། རིག་འཛིན་ཚེ་དབང་ནོར་བུ་ནི་མེ་ཁ་ལི་ཟེར་བ་དེ་ནི། ནོར་སྦིས་ཆ་ལུགས་ཀྱི་གཏོར་ཁ་སུ་ཡོད་པ་དེ་ནས་བཀའ་འདྲི་ཟེར་རྒྱུ་དེ་ལྟ་བུ་སོལ་བ་དབུ་ལ་དབུ་རྒྱན་པད་ཤ་ལ་རིའི་མི་ཏྲ་མང་པོ་ཡོད་པའི་ནང་གི་རྔ་མ་ཁ་ཡུ་ཅན་ཞེས་པ་དེ་བཞེས་པ་དེའི་ཕྱག་མཉམ་ཞག་ལྟ་བུ་གང་རིགས་འོ་དེ་ཡིན་དེའི་རྗེས་སུ་མ་རིན་པར་ཤིན་ཏུ་ཆེ་ནི་གྲུབ་དབང་ཤཱཀྱ་ཤྲཱི་རིའི་ནི་དེ་ནི་བོད་ཀྱི་སྨན་ཆུ་ཡང་ན་ཧེ་རུ་ཀ་ཡི་ཆ་བྱད་ཕྱག་ཟླ་ཞུ་གསུང་བ་ལྟ་བུའམ་ཡང་ན། བོད་ཀྱི་དེ་ནི་སྔགས་འཕགས་ཀྱི་ཆ་ལུགས་ལྟ་བུ། དེའི་རྗེས་སུ་དེ་ནི། སྐྱབས་རྗེ་རིན་པོ་ཆེ་ངག་དབང་པད་མ་ཆོས་ཀྱི་རྒྱལ་པོ་ཡང་དེ་ནི་བོད་ཀྱི་སྔགས་འཕགས་ཀྱི་ཆ་ལུགས། དབུ་ལ་དབུ་སྐྲ་ཡོད་པ། གཡོན་ལ་ཐུང་ལུང་ཡོད་པ་ཕྱག་གཉིས་མཉམ་གཞག་ལྟ་བུ། སྲས་སྒྲ་སྐུ་ལ་བཤད་པ་ལྟ་བུ། དེ་ལྟ་བུའི་དེ་ནི་ཡུལ་སྤྱི་ལ་མ་ཐོས་སོ་ཐམས་ཅད་ཅན། ཤན་པ་ནི་ཡར་ཡར་ཐལ་གཅིག་ཚང་དུ་བསགས། ཡར་ནི་མ། གསོལ་འདེབས་སྟོན་པ་དང་མཉམ་དུ་མར་སྟོད་ཀྱི་ཚུལ་དུ་སར་བཏབ། ལོ་དེ་ཚོ་ཐམས་ཅད་ཀྱང་དེ་ནི་ཁོ་རང་སྐུ་ཡི་འགྱིང་སྟབས་ཕྱག་དང་ཞབས་ཀྱི་གཞུག་དང་ཞང་གི་དཀྱིལ་འཁོར་དེ་ཚོ་ཐམས་ཅད་ཀྱང་ད་ཆ་ས་ལེའི་ཁ་ལ་དངོས་སུ་པའི་མིག་གིས་བལྟས་པ་ནང་བཞིན་དང་ལས་དང་པོ་བ་ང་རང་ཚོའི་གོམ་ཁྲུ་གུ་མ་རེད་དེ་ཡིན་ཀྱང་ད་ཁ་ཡོང་མིག་ཡོང་གི་དབང་དུ་སོང་ནས་སེམས་གཞན་དུ་ཡེངས་ནས་ཁ་ནི་དེ་ནི་གསོལ་བ་བཏབ་པ་ལ། མང་པོ་ཞིམ་པོ་མེད་པའི་དེ་ཚོ་ཐམས་ཅད་ཀྱང་དེའི་ཁ་ཡོང་མིག་ཡོང་དུ་མ་སོང་ངུས་བཏང་ནས་ལེགས་པར་གསར་བཏབ། ད་རྒྱུད་པའི་རྡོ་རྗེ་འཆང་ནས་བཟུང་ནས་དྲིན་ཅན་རྩ་བའི་བླ་མའི་བར་དུ་ལེགས་པར་གསར་བཏབ་ཟིན་པ་དང་མཉམ་དུ་རང་ཉིད་ཡི་དམ་རྡོ་རྗེ་ཕག་མོ་རུ་གསར་བཏབ་པ་དེའི་ཐུགས་ཀ་ནས་འོད་ཟེར་དཔག་ཏུ་མེད་པར་ཞིག་སྤྲོས་ནས་འོད་ཟེར་གྱི་གནས་ལ་དེ་ནས་མཆོད་པའི་ལྷ་མོ་དཔག་ཏུ་མེད་པ་ལངས་ནས་མཆོད་རྫས་ཐོགས་པ་དེ་ནས་ཕྱི་ལྟར་ན། མཆོད་ཡོན་ཞབས་བསིལ་མེ་ཏོག་བདུག་སྤོས་མར་མེ་ཁྲི་ཞབས་ཞྭ་སེར་ལ་སོགས་པ་ཉེར་སྤྱོད་རྣམ་པ་ལྔ། ནང་ལྟར་དུ་ཤ་ལྔ་དང་བདུད་རྩི་ལྔ། གཞན་ཡང་ཟུར་མཛེས་པ་སྒྲ་སྙན་པ་དྲི་ཞིམ་པ་རོ་མངར་བ་རེག་བྱ་འཇམ་དཔལ་ལ་སོགས་པའི་དུས་ནས་མཆོད་རྫས། གསང་བ་ལྟར་ན། རིག་མ་བཅུ་དྲུག། རིག་མ་བཅུ་དྲུག་ཟེར་ན་དེ་ནི་བླ་མ་ཆོས་པ་ཀྱི་ནང་ལ་ཡོད་པ་ནང་བཞིན་པི་ཝང་མ་དང་གླིང་བུ་མ་དང་རྫ་སྔགས་མ་དང་གཤེད་མ། གར་མ། གླུ་གར་མ། མེ་ཏོག་མ་དང་སྤོས་ཆང་མ་ལ་སོགས་པའོ་དེ་ལྟ་བུའི་གསང་བ་རིག་མ་བཅུ་དྲུག། དེ་ནི་དེ་ཁོ་ན་ཉིད་ཡིན་བརྟགས་ན་དེ་ནི་ཡེ་ཤེས་རྡོ་རྗེ་དེ་ཁོ་ན་ཉིད་ཀྱི་མཆོད་པ་མཆོད་བྱ་མཆོད་བྱེད་མཆོད་པའི་དབྱེར་མི་ཕྱེད། པའི་དོན་ནི་ངོ་བོ་རང་རིག་ཚིག་སྒྲ་ཕྱི་མི་སྙོམས་ཞེས་སྐྱོང་བའོ། དེ་ལྟ་བུའི་ཕྱི་ཡི་མཆོད་པ་སྣང་གི་མཆོད་པ་གསང་བའི་མཆོད་པ་དེ་ཁོ་ན་ཉིད་ཀྱི་མཆོད་པ་དེ་ལ་མཆོད་པ་བཞི་ཟེར་བ་དེ་ལྟ་བུའི་ཆོས་བཞི་གི་དོན་ནི་མཆོད་པའི་ལྷ་མོ་དཔག་ཏུ་མེད་པར་བསྟན་ནས་དེ་ནི། རྡོ་རྗེ་འཆང་མའི་ཐུགས་བཞིན་རྩ་བའི་བླ་མའི་བར་གྱི་དོན་བརྒྱུད་པའི་བླ་མ་དང་རིས་མེད་ཀྱི་བླ་མ་དེ་ཚོ་ཐམས་ཅད་ལ་མཆོད་པ་ཕུལ་གྱི་ཡོད་བསམ་པའི་ཐོག་ནས་དེ་བདག་གི་ལུས་དང་ལོངས་སྤྱོད་ཐམས་ཅད་དམ་མཁའ་དང་མཉམ་པའི་འགྲོ་བ་མ་ལུས་པ་བདག་གི་ལུས་དང་ལོངས་སྤྱོད་ཐམས་ཅད་བདག་གིས་ཟིན་ན་ང་ཡི། ལུས་དང་སྲིད་ན་མ་ཡིག་ཁང་པའི་ཕྱི་མའི་ཡ་ཡིག་སྒོ་མེ་འབྱེད་ཀྱི་ལུས་པོ་འདི་དང། ལོངས་སྤྱོད་སྲིད་ན་ནི་བེམ་པོ་དང་རལ་གྲི་ཡིད་བ་དང་ཧོར་བ་དང་ཁང་པ་དང་འདི་ཚོ་ཐམས་ཅད། ཐམས་ཅད་དང། ཁ་དང་སྙམ་གྱི་འགྲོ་བ་མ་ལུས་པ། རང་གི་ལུས་དང་ལོངས་སྤྱོད་ཐམས་ཅད་བསྐུར་བ་ཙམ་དུ་མ་ཟད། ནམ་དུས་མཐའ་ཁྱབ་པའི་ཚུལ་ནི་འགྲོ་བ་སེམས་ཅན་མ་ལུས་པ་དེ་ཚོ་ཐམས་ཅད་ཀྱང། མི་དྲིན་ཆེན་བཀའ་ཡི་བླ་མ་ཁྱེད་ཀྱི་ཞབས་ཀྱི་སྐྲ་བུ་ལ་ཕུ་བན་གསོས་ན་དེ་ཡི་བག་ཕེབས་ཀྱི་ཡིན་ཟེར་བས། སྐྱེས་སོགས་ཁྱེད་ཀྱིས་བག་ཡངས་སུ་འབུལ་བ་བ་ན་ཟེར། སྐྱེས་སོགས་ཁྱེད་ཀྱིས་ན་དྲིན་ཆེན་བཀའ་ཡི་བླ་མ་ཁྱེད་ཀྱིས་བག་ཡངས་སུ་ཟེར་ན་ནི་མི་ཟེར་ཞབས་ཀྱི་ལ་འབུལ་བ་ན་ཟེར་ནས་ནི་འབུལ་གྱི་ཡིན་ཟེར་དེ་བློ་ཐག་བཅད་ནས་ཐུགས་རྗེའི་དགོངས་འདི་བཞེས་ན་སྐྱབས་འགྲོ་སུ་ཟེར་ནས་ཁྱེད་ལ་ཐུ་ཐུ་བན་གསོས་རྒྱུ་དང་དགོས་རྒྱུ་མེད་ན་ཡང་ང་ཚོ་ལ་བསོད་ནམས་ཀྱི་ཚོགས་རྫོགས་པའི་ཆེད་དུ་ཁྱེད་སྙིང་རྗེ་ལ་དད་ནས་ནི་ཞལ་དྲོ་གནང། གཞན་ནི་དེ་ནི་ང་ཚོ་ལ་སྐྱབས་འཇུག་གནང་རོགས་ན་ཐུགས་རྗེ་གཟིགས་རོགས་གནང་ཟེར་བ་ལྟ་བུ་སོང་ན་ཐུགས་རྗེ་གོང་དུ་བཞེས་ན་སྐྱབས་འགྲོ་སོང་དེ་དེ་ཚོ་ཐམས་ཅད་ཀྱང།